རྒྱུ་མཚན་གསུངས། བྱས་འདུག་གསུངས་ཡོད་རེད་དེ་ཡིན་ནའི་དཔེར་ན་གནས་ཆུང་ལྟ་བུ་ཆགས་བཞག་ན་ཡིན། དེ་ལ་བའི་བློ་གཉིས་གྲངས་གསུམ་བསྟན་འདུག་པས་སྐྱབས་གནས་རུ་ཞི་བ་ཞིག་ཡིན་བསམ་དྲན་ན་ནོར་བ་རེད། རྒྱལ་པོ་སྐུ་ངལ་སོར་ཕྱེ་ལ་ཡིན་ནའི། སྐྱབས་གནས་ཀྱི་གྲལ་ལ་བརྩིས་ནས་ཁོ་བསྟན་ཆོག་གི་མེད་པ་ཡིན་དུས། རྩོད་པ་བྱས་ནས། གླེང་གཞི་བྱས་ནས། དེ་འདྲའི་རིགས་དང་ཨེ་ནི་ལྷ་གཅིག་དང་དེ་བས་ཀྱང་ནི། ཞེས་ཡང་ཇི་ལྟ་བུར་བལྟ་ཡང་མ་དེ་འདྲའི་རིགས་དང་བསམ་གཏམ་པ་ཡིན་ན་སྐྱབས་ལ་གཉིས་འཛིན་བྱེད་པ་དེ་གསལ་བོ་ཤར་རེད། ས་དེ་འདྲ་སོང་བ་ཡིན་དུས་དེ། ནང་པའི་གྲལ་དུ་ཚུད་མ་ཚུད་ཐེ་ཚོམ་རེད། ང་ལྟ་བ་ཡང་བསམ་ཕྱི་རྒྱལ་མི་འདྲའི་བཤད་རན་ཡོང་གི་ཅིག་ད་ལྷ་དེ་སྔའི་སྐོར་འདྲ་ལྷའི་སྐོར་འདྲ་ཅིག་བཤད་བསྡད་དུས། ང་ཚོ་འཇིག་རྟེན་བཀོད་པ་པོ་སྡོད་ཀྱི་ཡོག་མ་རེད། ཨེ་ནི། བདེ་སྡུག་ཚང་མ་ལོ་རང་གི་ལས་ཀྱི་དབང་གིས་བྱུང་བ་རེད་དེ་ཁྲིམས་ཕུ་ཁྲིམས་ཕུ་ཁྲལ་གྱི་རྐྱེན་ལ་ད་འདྲ་མི་རེ་ཡོང་གི་རེད་མ་གཏོགས་རྩ་བ་ནས་ལས་བཟང་ངན་གྱི་ཐོག་ནས་བདེ་སྡུག་ཡོང་ཡ་མ་གཏོགས་ང་ཚོ་ཤེས་ཡོད་མ་རེད། ཨེ་ནི་ཧ་ལམ་འཇིག་རྟེན་བཀོད་པ་པོ་འདོད་པ་ལས་ལོས་ཅིག། ཏག་ཅིག་དཀའ་ངལ་བྱུང་ན་ལྷད་མོད་ཤག་བླུད་མོད་ཤག་ཟེར། རྒྱལ་མཚན་གྱི་སྣོད་བཞག། ཏང་སི་གྲ་འགྲོ་ཀུར་བྱུང་ན་ཨོ་ལྷའི་ཁྲི་གྲོགས་ཁྲི་ལེགས་ཀྱི་ང་ཚོང་ཡག་པོ་བྱུང་ང་བླ་བྲེ་ཡག་པོ་བྱུང་ང་ནད་ན་ཚ་ནས་དྲག་ལབ་བསྡད་ཡ་དེ་འཇིག་རྟེན་བཀོད་པ་པོ་འདོད་ངེས་ལས་སྡུག་བས་སོ་བཞི་སྡུག་ག་མི་ཤི་བ་དཀའ་ཤོས་དེ་སར་ངས་བཏགས་པ་ཡང་ཚང་བཤད་བསྡད་ཀྱི་ཡོད་དེ། འཇིག་རྟེན་བཀོད་པ་པོ་འདོད་ངེས་ཀྱི་དེ་སྡུག་འཇིག་རྟེན་བཀོད་པ་པོས་བྱས་པ་རེད་པས་ན་སོ་སོའི་ཅིག་བྱ་བ་ལམ་འགྲོ་དུ་བྲལ་ད་དཀོན་མཆོག་གི་ཐུགས་རྗེས་བྲལ་ལབ་བསྡད་ཡ་དེ་ཅིག་དཀའ་ངལ་རེ་རེ་བྲལ་དེ་ཅིག་ད།

ཨེ་ནི་ཕྱིས་ལ་ང་ཚོ་ནང་པའི་རྒྱལ་ཁབ་ལ་གཟིགས་པར་དེ་སྔོན་ན་དྲན་ན་དོན་ངོ་མའི་ཐོག་ནས་ད་ནང་པ་ཡིན་མིན་ཐེ་ཚོམ་གང་སླེབས་ཀྱི་ཡོད་རེད། ཨེ་ནི་བླ་མ་ཡིད་སེམས་གཟིགས་ཀྱི་འདུག་ལ་མིང་འདྲ་མི་འདྲ་མི་འདྲ་ཕྱི་རྒྱལ་གྱི་རྟགས་ཡི་བལྟ་གི་འདུག་ལ་ཨེ་ནི་དངོས་གནས་རང། སོ་སོའི་རང་ས་ནས། ད་ཞབས་ཆགས་སམ་འདྲེན་ཡོང་གི་འདུག་ག་དེ་ཡག་པོ་ཁྱོན་ནས་མ་རེད། གཉིས་ནས། ཇོ་བོ་བཀའ་གདམས་པའི་རྣམ་ཐར་ལ་ཡ། བཀའ་གདམས་ལྷ་ཆོས་བདུན་ལྡན་ཟེར་ནས། ཆོས་སྐྱེས་བུ་གསུམ་གྱི་ཆོས་དང། ལྷ་ལྷ་བཞི་ཟེར་ནས། བསྟན་པའི་བདག་པོ་ཡིན་པའི་སྟོན་པ་བཅོམ་ལྡན་འདས། ཕྲིན་ལས་ཀྱི་ལྷ་ཡིན་པས་ཨེ་ནི། འཕགས་མ་སྒྲོལ་མ། སྙིང་རྗེའི་ལྷ་ཡིན་པས་འཕགས་མཆོག་སྤྱན་རས་གཟིགས། བར་ཆད་བསལ་བའི་ལྷ་ཡིན་པས་ལྷ་མི་གཡོ་བ་ཆེན་ལྷ་བཞི་མ་གཏོགས་སྐད་ཆ་སྨྲ་མཁན་ཁ་ག་ཡོད་མ་རེད། སྔོན་ཉམས་ཐོས་ནས་ཇོ་བོ་བཀའ་གདམས་པའི་རྣམ་དག་དེ་ཕྱི་ཙམ་འམ་ནང་ཙམ་འམ་ཐོག་མཐའ་བར་གསུམ་དུ་བཀལ་བ་རྟགས་ཐུབ་པ་ཞིག་གསལ་ལེ་ཉམས་ཆལ་འགྲོ་ཡག་གི། ཉེན་ཁར་ཡོད་ས་ཚང་མ་ལོག་པའི་གི་ད་སྔོན་འགོག་རུ་ཡོད་བསྡད་པ་ཅིག་གི་དཔེ་མ་སྲིད་པ་ཟ་ཞིང་པོ་རེད། ཉམས་ཆག་འགྲོ་ཡག་གི་ཉེན་ཁ་བཞེས་པ་ཡིན་དུས་རྩ་ནས་ད་ཇོ་བཀའ་གདམས་པའི་བླ་མ་གོང་མ་ཚོའི་གསུང་འགྲོས་ལ་ཡ། མ་འོངས་པ་ན་ཨེ་ནི་ངའི་ཨེ་ནི་བཀའ་གདམས་པའི་བཀའ་གདམས་གོང་མའི་ཨེ་ནི་སྐྱེས་བུ་གསུམ་གྱི་ལམ་རིམ་གྱི་མ་ཆོག་པར་ལམ་རིམ་གྱི་གོ་མ་ཆོད་ནས་དེའི་སྒང་ལ་ཨེ་ནི། སྔགས་རེའི་རྣམ་པས་བརྒྱབ་སྟེ་འཆལ་ཏེ་འགྲོ་ཡོང་ཟེར་ནས་དེ་འདྲ་གསུངས་འདུག་ག་ད་ཏག་ཏག་ཆགས་འདུག་ག་དེ་ཨེ་ནི་རྗེ་རིན་པོ་ཆེ་གིས་བཀའ་གདམས་རྙིང་མ་འདི་གཞིར་བཞག་པའི་ཐོག་ལ་བྱོ་ཡུལ་སྐྱེས་བུ་གསུམ་གྱི་ལམ་རིམ་འདི་རྩ་བ་ལ་བཞག་པའི་ཐོག་ལ་ཡང་ཕྱི་གཙང་ནང་གཙང་བསྡུ་བའི་བསྟན་པ་གཞི་བཟུང་ཡག་གི་དང་ཕྱག་སྲོལ་འདི་རྩ་བ་ལ་བཞག་པའི་ཐོག་ལ་ཨེ་ནི། ཡི་དམ་གསང་བདེ་འཇིགས་གསུམ་གཙོ་བོ་བྱས་ནས། གཙོ་བོར་གྱུར་པའི་ད་དུས་འཁོར་ལོ་སོགས་པའོ་དེ་ཚོའི་གྲས་ཀྱི་ད་ནས་ཞེས་པ་གཅིག་གིས་ད་མདོ་སྔགས་ཟུང་འབྲེལ་པའི་ཁྱད་དུ་འཕགས་པ་གཅིག་གིས་ད་ཕྱག་སྲོལ་བསྟན་པ་ཡིན་པ་རེད། ས་དེ་རེས་ད་ད་དུས་ཞེས་ནི་གང་ད་མི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ལྷ་གང་བྱུང་མ་བྱུང་རྩ་བ་ཉིད་ནས་ཡོད་མ་རེད། དེ་འདྲ་ཞིག་གིས་ད་སྔོན་ལས་རང་པས་སྐྲག་སྡུག་འཕེར་གཅིག་གིས་ཕྱི་ཚང་ནང་ཚང

ཁ་ཟུམ། ཞེས་ནད་ན་ཚ་ལ་སོགས་པ་དེ་དག་གི་ཁ་ཆག་ན་རེ་བྱུང་བས་ཚང་མ་ལོག། ཁ་ལེན་དང་ཕྱོགས་ལེན་མི་མཛད་པར། ཨ་ནི། ལས་འདི་ལྟ་བུ། ལས་འདི་དང་འདི་ལྟ་བུ་བསགས་པས་ཨེ་ནི་འབྲས་བུ་འདི་དང་འདི་ཤར་བ་ད་ཉུང་གི་ཡོད་རེ་བྱས་ནས། ལས་འབྲས་ཁོ་ནའི་སྟེང་ནས་འགྲེལ་བཤད་སྐྱོན་གྱིས་མ་གཏོགས། ཨ་ནི་ཁང་པ་རྒྱག་སྟངས་ཀྱི

རྗེ་རིན་པོ་ཆེ་ཁོ་རང་གི་འཁྲུངས་ལ་ཨེ་ནི་རྨ་ཆེན་སྤོམ་ར་རྗེ་རིན་པོ་ཆེ་གི་རྗེས་སུ་ཡང་འབྲངས་ནས་ཨེ་ནི་རྗེ་རིན་པོ་ཆེའི་ཕྱིས་སུ་དགའ་ལྡན་གྱི་མ་དཀོན་ཕྱག་འདེབས་པའི་ཕུ་ཐུག་ལ་ཡང་བླ་རྨ་ཆེན་སྤོམ་རའི་དེའི་ཉམས་རྟོགས་ལ་ཡང་ད་འབྲངས་བྱས་འདུག་ཕེབས་པ་ཡིན་པ་རེད། རེད་དེ་ཡིན་ནས་རྨ་ཆེན་སྤོམ་ར་དེ་དགའ་ལྡན་དགོན་པའི་ཕྱི་ལོགས་ལ་མ་བཞག་བཞག་མ་གཏོགས་རྨ་ཆེན་སྤོམ་ར་པའི་ཞེ་བོ་ཅིག་གི་ལྷག་པའི་ཡག་པོ་ཡིན་གསུངས་ནས་རྗེ་རིན་པོ་ཆེ་གི་པའི་གཟིམ་ཆུང་ནང་དེ་བ་འབྲི་བཞག་པའི་སྐད་ཆ་ཁྱོན་ན་མི་འདུག་ག་དེ་ཡིན་པ་དེ

ཀུན་མཁྱེན་བླ་མ་འཇམ་དབྱངས་བཞད་པ་འཇམ་ཤ་ངག་དབང་བརྩོན་འགྲུས་དག་ལྟ་མི་རྟོག་གཅིག་པ་ཡིན་བདེ་བའི་ལྕང་སྐྱ་མར་ཕྱོགས་འདི་བླ་མ་བསམ་གྱིས་མི་ཁྱབ་པ་རེད་ད་དེའི་ཡང་སྲིད་ལྕང་སྐྱ་རོལ་པའི་རྡོ་རྗེ་ཨེ་ནི། རྒྱལ་མཆོག་བདུན་པ་སྐལ་བཟང་རྒྱ་མཚོའི་ད་སྲས་ཀྱི་ཐུ་བོ་བྱས་བྱས། གང་ལྟ། ང་རང་ཚོས་ད་སྤྱི་བཏང་བཤད་སྲོལ་པའི་དགེ་ལུགས་གཙང་མ་ཟེར་ཡ་ཅིག་བཤད་སྲོལ་བྱུང་ཨ་ད་གང་ལྟ་དགེ་ལུགས་རྐྱང་རྐྱང་མ་གཏོགས་གཞན་དག་གི་ཅིག་ཅིག་ས་སྐྱ་བཀའ་རྒྱུད་རྙིང་མ་འདི་འདྲའི་གི་ཉམས་ཞིབ་མ་གནང་ཕྱིན་ནས་གནང་ཡག་གི་ལུགས་སྲོལ་ཅིག་ཡོད་ར་བ་ཆགས་སྲོལ་ཅིག་ཡོད་ར་བ། གོང་ས་ལྔ་པ་ཆེན་པོ་རིས་མེད་གནང་གི་ཡོད་རེད། ད་བཀའ་བརྒྱུད་ལ་དེ་ཙམ་རང་ཤུགས་ཆེ་ཟེར་མཁན་ཡོད་མ་རེད་མ་གཏོགས་གཞན་རིས་མེད་གནང་གི་ཡོད་རེད། རྒྱལ་མཆོག་བདུན་པ་ཆེན་པོ་དགེ་ལུགས་རྐྱང་རྐྱང་ཆགས་བསྡད་ཀྱི་ཡོད་རེད། ཨེ་ནི་དེའི་སྲས་ཀྱི་ཐུ་བོའི་གྲས་ལྕང་སྐྱ་རོལ་པའི་རྡོ་རྗེ་དགེ་ལུགས་རྐྱང་རྐྱང་རེད། ཁོང་གི་རྣམ་ཐར། ཨེ་ནི། རྣམ་དག་མ་བསྒྲིགས་ནི་མ། རྣམ་དག་མཛེས་ངན་འདི། ཐུགས་ཀྱི་མཆོད་ཀྱི་ཉི་མ། བྱང་ཆུབ་རེ་བའི་རྡོ་རྗེའི་སློབ་མ། སློབ་མའི་གྲས་སྲས་ཀྱི་ཐུ་བོའི་གྲས། ཐུགས་ཀྱི་མཆོད་ཀྱི་ཉི་མ། ལ་བསམ་གྱིས་མི་ཁྱབ་པ་ཞེས་པ། ཕྱི་ནང་འོག་ཐུགས་ཀྱི་མཆོད་ཀྱི་ཉི་མའི་གསུང་འབུམ་ནང་ལ་ཡོད་བསྡད་པས་ཨ་ད། རྣམ་དག། ཨ་ད། ལྷའི་སྲས་པར། ཤུག་གུ་ཉིས་བརྒྱ་དང་ཉི་ཤུ་རྩ་གཅིག། དེའི་མདུན་ཤོག་ཡིག་འབྲང་དང་པོའི་ནང་ནས། ཨེ་ནི། ལྕང་སྐྱ་རོལ་པའི་རྡོ་རྗེས་སྨད་ལྕོག་ནས་ཡར་ལྷའི་སར་ཕེབས། ཞེས་ཞུ་བའི་སྐབས་གཅིག་ལ་ཡང། ཨེ་ནི། སྔ་མ། ད་ངེས་པ་བེ་ལོག་གིས་འདྲ། སྔ་མ་ལྷ་ས་ནས། ལ་མོ་ཆོས་སྐྱོང་ཆེན་པོས་གདན་ས་དགའ་ལྡན་དུ་འབོད་པ་བཏང་ན་སང་ལུང་འགའ་ཞིག་སྨྲ་རྒྱུ་ཡོད་ཅིང་བྱད་སྒྲོལ་ཞིག་ཀྱང་ཕུལ་ན་དགོས་པ་ཆེ་ཞེས་ཕེབས་ཡོད་པ་བཞིན། འདི་སྐབས་གཟིམ་ཆུང་དུ་སྐུ་ཕེབས་གནང། ལྷ་མཆོག་སྲིད་གསུམ་གྱི་བདག་པོ་ཚངས་པ་ཆེན་པོས་གསང་བའི་ལུང་མང་པོ་ཞིག་དང་ཆོས་སྐྱོང་རང་ནས་བྱད་གྲོལ་ཀྱང་འབུལ་བར་མཛད། ཉིན་ཞིག། ད་དགའ་ལྡན་རེད་ད་དགའ་ལྡན་ལ་ཡར་ཉིན་ཞིག། གླིང་སྐོར་དུ་ཕེབས་པས་དགའ་ལྡན་གྱི་གླིང་སྐོར་ལ་ཡར་ཕེབས་ནས། རྒྱབ་རི་གཡས་ཟུར་གྱི་ལམ་སྣེ་ནས་ལུང་པའི་མཐིལ་དུ་གྲོང་ཆུང་ཞིག་ན་སངས་ཀྱི་དུད་པ་ཆེན་པོ་ཐོན་པ་སྙན་དུ་ཕུལ་བས་གྲོང་པ་དེའི་མིང་ལ་ཅི་ཟེར་གསུངས། རྒྱུས་ཡུད་ཅིག་གིས། མཐའ་རྒྱས། ཟེར་ལ་ཞུས་པས་རྟེན་འབྲེལ་བཟང་གསུངས་སྙིང་ཉེ་མཛད། དེ་ནས་རྗེ་བླ་མ་ཉིད་ཀྱིས་བཀའ་དྲིན་གྱི་ཐུགས་ལས་ད་རྗེ་བླ་མ་ཉིད་ཀྱིས་ཟིན་ད་ཐུགས་ཡོད་ནམ་ཞིག་མ་དྲིས་ཡོང་དུས་རྗེ་བླ་མ་ལྕང་སྐྱ་རོལ་པའི་རྡོ་རྗེ་ལས་གསུངས་ནས་རྗེ་བླ་མ་ཉིད་ཀྱིས་བཀའ་དྲིན་གྱི་ཐུགས་ལས་དུས་ཀྱི་མཐའ་དང་ས་ཡི་མཐའ་ཐམས་ཅད་དུ་ད་སྨད་ཕྱོགས་ལ་མ་ཤི་བོ་གཅིག་མེད་བཀའ་སྲུང་སངས་རྒྱས་ཀྱི་བསྟན་པ་སྤྱི་དང། ཡང་སྒོས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་པའི་བསྟན་པ་ཞི་བོ་གཅིག་ད་ཁྱབ་པའི་འགྲོ་ཡ་དང་མདོར་ན་པའི་རྒྱ་ནག་གོང་མའི་སྐབས་དེའི་གོང་མའི་ཨ་དང་སྲས་དེ་འདི་དང་སྲས་སུ་དེ་འདི་དང་གོང་མ་རང་ཡིན་ཕལ་ཆེར་དང་སྤྱིར་ནང་པའི་ཆོས་ཡང་སྒོས་བོད་ཀྱི་ནང་པའི་ཆོས་ལས་ཤི་བོ་གཅིག་གི་དང་ཐུགས་སྣང་ཆེན་པོ་དང་ཁ་ཤས་དངོས་ནས་བསམ་པ་དང་དད་པ་ཡོད་དད་པ་བྱུང་འདུག་ག་དེ་འདྲའི་གི་ཐོག་ནས་དང་གསུང་གི་ཡོད་ས་རེད། ཅེས་ནས་དང་ས་ཡི་དག་ཐམས་ཅད་དུ་རྒྱལ་བ་ཙོང་ཁ་པའི་བསྟན་པ་རིན་པོ་ཆེ་དར་ཞིང་རྒྱས་པའི་རྟེན་འབྲེལ་ཤིན་ཏུ་བཟང་བར་སེམས། དེ་ནས་རིམ་གྱིས་ཕེབས་པར་སྐོར་ལམ་གྱི་སྟེང་འོག་ཀུན་ཏུ་རང་བྱོན་གྱི་སྐུ་བརྙན་ཡིག་འབྲུ་སྣ་ཚོགས་དང་རྡོ་ལ་ཕྱག་ཞབས་ཀྱི་རྗེས་ཆེན་པོ་མང་པོ་འདུག་པ་རྣམས་གསང་སྔགས་མཁར་པ་དགེ་བཤེས་ཞིག་གིས་སོ་སོའི་ལོ་རྒྱུས་ཞིབ་ཏུ་བཟོས། རྒྱལ་བ་སྐལ་བཟང་རྒྱ་མཚོ་ཕེབས་དུས་གསར་དུ་བྱུང་བ་ཡིན་ཟེར་བ་རྡོ་ཞིག་ལ་འབུར་དུས་ཀྱི་རྗེ་བླ་མའི་སྐུ་ཡི་རྣམ་པ་གསལ་བར་ཐོན་པ་ཞིག་ཀྱང་གཟིགས་རྟོག་ཕུལ། སུ་ཡིན་མི་ཤེས་པའི་ཞབས་ཕྱི་ཞིག་མཇལ་སྐབས། རྗེ་བླ་མས། ལྕང་སྐྱ་རུས་པའི་རྡོ་ཞེས་གསུངས་པ། ལྕང་སྐྱ་རུས་པའི་རྡོ་རྗེ་རྗེ་བླ་མ་ལྕང་སྐྱ་རུས་པའི་རྡོ་རྗེ། དང་ཁོ་བོ་ཐུགས་ཀྱི་ཆོས་ཉི་མ་ལ་སྐུ་གཟིགས་ཀྱི་ཚུལ་གྱིས་ཞབས་རྗེས་འདི་རྙིང་མ་བ་ཞིག་གི་ཡིན་འདུག་པས། ཁྱེད་ཅག་ཕུ་བོ་ཅོག་པའི་སློབ་མ་རྣམས་ཀྱིས་འཛེམ་པ་ལེགས་གསུངས་བྱུང་བར། ད་ཕུ་བོ་ཅོག་འགྲོ་གང་གི་ལ་རྒྱ་མཚོ་རེད་ཕུ་བོ་ཅོག་རེད་ད་བསམ་གྱིས་མི་ཁྱབ་པས་ད་བླ་མ་དངོས་གནས་དྲང་གནས་ཀྱི་ལམ་རིམ་གྱི་བསྟན་པའི་བདག་པོ་བསམ་གྱིས་མི་ཁྱབ་བ་ད་ཅིག་ཤི་བོ་ཅིག་ག་ཚོད་ལ་ཡང་ཅིག་དགེ་ལུགས་ད་རྐྱང་རྐྱང་གནང་ངེས་ཅིག།

ཞོགས་དུས་ཁྱོད་རེ་བས་ག་ད་ད་ངས་ལོ་རྒྱུས་ཟེར་ཡག་པོ་ཞིག་ད་བར་ཁྱོད་དྲན་གི་མི་འདུག་ཞེས་ཡག་པོ་ཞིག་དྲན་གི་མི་འདུག་ཅའོ་གང་ད་དེ་འདྲས་ཀྱི་ཕུ་བོ་ཅོ་ཞེས་ར་དེ་རེད་ད་ག་ཚོགས་རེད་མིན་གྱི་ལུག་གཙང་གཙང་ཟེར་བ་རེད་ད་གྱི་ལུག་རྐྱང་པ་ནང་བཞུགས་ངེས་ཤིག་ཅའོ་དེ་རེད་སོང་ཡིན་འདི་ཟེར་ནས་བ་ད་འདི་གསུང་གི་ཡོད་ཨ་རེད་ཁྱེད་ཅག་ཕུ་བོ་ཅོ་བའི་སློབ་མ་རྣམས་ཀྱིས་འཛེམ་པ་ལེགས་གསུང་བྱུང་བར་ཨེ་ནི་ཐུགས་འགན་ཆེ་ཞིག་ཡིན་མིན་ཡ་ཞལ་ཞོགས་པ་ཚུལ་ཡ་ཨེ་ནི་ཡ་ག་ཚོགས་རེད་ལན་སྐྱོན་ཡ་དེ། རྗེ་བླ་མའི་གདན་སར་སྙིང་མེད་ཞབས་རྗེས་འཇོག་ཐུབ་ན། བདེ་བ་ཅན་གྱི་རིན་པོ་ཆེའི་ས་གཞི་ལ་ངེད་ནས་ཀྱང་རྐང་རྗེས་ཤིག་འབེབས་ལགས་ཞུས་པས་ཐམས་ཅད་བཞད་གད་ཐད་གད་བ་བྱུང། ཕྱིས་སུ་རྩད་བཅད་པའི་ཞབས་རྗེས་དེ་སྔོན། མཁོ་འདོན། འཁོན་སྟོན་དཔལ་འབྱོར་ལྷུན་གྲུབ། གོང་ས་ལྔ་པ་ཆེན་པོའི་དབུ་བླ། ཁོང་དང་རིང་མིན་སྣ་ལྔའི་གཅིག་བླ་མ་བསམ་གྱིས་མི་ཁྱབ་པ་ཞིག་འདུག་ག་ཚིག་ཟ་དང། ཕྱིས་སུ་བཙལ་བྱས་པའི་ཞབས་རྗེས་དེ་འཁོན་སྟོན་གྱི་ཡིན་པའི་གཏམ་རྒྱུད་ཡོད་ཟེར་བས་དེ་ལྟར་ན། རྗེ་བླ་མ་ལྕང་སྐྱ་རོལ་པའི་རྡོ་རྗེ་འདིའི། ཡང་འཁོན་མདུན་གྱི་ད་སྐུ་འདྲེན་ཡིན་བསྡད་པ་ཅིག་ཡོང་གི་ཡག་མེད་འགྲོ་དེ་འདྲ་སོང་བ་ཡིན་དུས་ཙང་ནས་དེ་ལྟ་ན་རྗེ་བླ་མས་དངོས་གནས་རྗེས་དྲན་གྱི་གསུང་བྱོན་པ་གོར་མ་ཆག་གོ། དེ་ནས་རྨ་ཆེན་གྱི་ལྷ་རྡོའི་ཐད་དུ་ཕེབས་ནས་རྨ་ཆེན་སྤོམ་རའི་ལྷ་རྡོ་དགོན་པའི་དགའ་ལྡན་དགོན་པའི་མི་གི་ཤོད་མི་གི་འདུག་ག་རོམ་དེ་འདུག་ག།

རྗེ་བླ་མ་ཡབ་སྲས་ཀྱིས་ད་དེ་ད་རྗེ་རིན་པོ་ཆེ་གསུངས་པ་ད་རྗེ་རིན་པོ་ཆེ་ད་ཀྱེ་རྒྱལ་ཚབ་མཁས་གྲུབ་ཟེར་ནས་ད་དངོས་གནས་དྲ་གནས་ད་རེའུ་དགེ་འདུན་པས་དངོས་གནས་དྲ་གནས་ཀྱི་ད་བསྟན་པའི་སྲོལ་དོན་ངན་གྱིས་ག་ད་བླ་མ་ཡབ་སྲས་ཀྱིས་འཇིག་རྟེན་པའི་ལྷ་སྲུང་བསྟན་པ་མི་མཛད་པས། ག་དུ་འང། འཇིག་རྟེན་པའི་ལྷ་སྲུང་བསྟན་པ་མི་མཛད་པས། འཁྲུངས་བླ་རྨ་ཆེན་གྱི་ལྷ་ཐོ་ཡང་སྐོར་ལམ་ནང་དུ་མ་ཆུད་ཅིང། ག་དུ་འང། ད་དེའི་ཞུ་སྒོ་དེ་སྔ་མ། དགའ་ལྡན་ཁྲི་པ་འགའ་ཞིག་གིས། དོལ་རྒྱལ་བསྟན་པས་ད་དོལ་རྒྱལ་གཞུང་འདྲེན་ཟེར་བ་རེད་དོལ་རྒྱལ་བསྟན་པས། བཀྲ་མི་ཤིས་པ་བྱུང་བ། ཁྲི་ཆེན་རྡོ་རྗེ་འཆང་གིས་ད་འདི། རྒྱལ་མཆོག་སྐལ་བཟང་གི་ཡོངས་འཛིན་དབུ་བླ། ད་དངོས་གནས་རང་རེ་བས་བསམ་གྱིས་མི་ཁྱབ་པའི་ད་སྐྱེས་བུ་ཆེན་པོ་ཡང་ཨ་མདོ་མ་རེད་ཨ་མདོ་རེད་ཁྲི་ཆེན་ངག་དབང་མཆོག་ལྡན། འོ་ད་འདིར་གསུང་གི་ཡོད་རེད། མི་ཤིས་པ་བྱུང་བ། ལྕང་སྐྱ་རོལ་པའི་རྡོ་རྗེའི་དབུ་ལ་གནང་ཡོད་རེད་རྒྱལ་མཆོག་སྐལ་བཟང་གི་དབུ་ལ། ལྕང་སྐྱ་རོལ་པའི་རྡོ་རྗེ་ཁྲི་ཆེན་སྔགས་ཕྱོགས་ཀྱི་གསུང་ཆོས་ཕལ་ཆེར་གསན་ཡོད་རེད་ཁྱེད་ནས་གང་ལྟར་ཡོད་ཉིན་རྒྱལ་མཆོག་སྐལ་བཟང་གི་ལྟ། ཅིག་དགའ་བསུ་རེད་ཕི་གེ། ལྟ་ཞེ་ས་མ་ཞུ་ན་བས་རྒྱལ་མཆོག་སྐལ་བཟང་རང་གི་བས། ད་ཀླུ་སྙིང་བྲང་གསུམ་བསྟན་བྱས་ད་བླ་མ་རེད་བསམ་གྱི་མི་ཁྱབ་བའི་བླ་མ་ཅིག་ཕན་ཚུན་བས་ད་ཐུགས་རྗེ། དེ་དང་གཅིག་བཞི་བོ་གཅིག་ད་ཧ་ལས་པ་ཞིག་འདུག་བ། རྒྱལ་མཆོག་སྐལ་བཟང་གི་རྣམ་ཐར་ནང་ལ་ཡ། ཁྲི་ཆེན་ངག་དབང་མཆོག་ལྡན་རྩེ་ནས་ཨེ་ནི་བ་དགའ་ལྡན་དགའ་ལྡན་པ་རེ་རེ་དྲིན་ལ་བ་ཕེབས་པའི་ཁ་ཐུག་ལ་ཨེ་ནི་རྟགས་བུ་སྐྱེ་དགུའི་དེ་ནི་མ་ཁྲི་ཁྲི་ཆེན་མ་ཕེབས་པའི་ཁ་ཐུག་ལ་ཨེ་ནི། རྒྱལ་མཆོག་སྐལ་བཟང་ཡི་གེ་ཨ་ད། རྟགས་བུ་སྐྱེ་བུ་མི་གི་མཐོང་ལྡན་མཐོང་ལྡན་སའི་ཡི་གེ་ནུབ་རྒྱུད་ཀྱི་ཉི་ཡུད་ཀྱི་ཁྲིད་དེ་གཟིམ་ཆུང་དབང་ཀང་ཟེར་ཡག་ཞོག་རེད་བ་དེ་ནང་དེ་ཕེབས་ཆེད་དབང་ཀང་གི་གི་གུ་ནང་ནས་མ་སི་ཞེས་ཞུ།

དོལ་རྒྱལ་གསུམ་གྱི་བར། སྔ་མ་དགའ་ལྡན་ཁྲི་པ་འགའ་ཞིག་གིས་དོལ་རྒྱལ་བསྟེན་པས་བཀྲ་མི་ཤིས་པ་བྱུང་བ་ཁྲི་ཆེན་རྡོ་རྗེ་འཆང་གིས་ཁོ་ཡི་ལྷ་རྟེན་སོགས་བཤིག་ནས་དགོན་པ་ནས་བསྐྲད་པའི་ལོ་རྒྱུས་སོགས་ཞིབ་ཏུ་གསུངས། ཁྲི་ཆེན་ངག་དབང་མཆོག་ལྡན་གྱིས། སྐབས་དེ་དེའི་གོང་ལ་ཁྲི་ཆེན་ཁ་ཤས་ཀྱིས་དགའ་ལྡན་ཁྲི་པ་ཁ་ཤས་ཀྱིས་དོལ་རྒྱལ་བསྟེན་ནས་ཨ་ནི་གང་དེའི་ནང་ལ་བཀྲ་མི་ཤིས་པ་མང་པོ་ཞིག་བྱུང། དེ་འདྲའི་ད། ཁོ་ལོ་རྒྱུས་ཡོད་ལྡན་ངན་ཅིག་གིས་ལྷ་གང་དག་གླིང་བཞི་ཅན་གྱི་ལྷ་དེའི་ལྷ་རྡོ་དགོན་པའི་ནང་ལ་ཡོད་བསྡད་པ་དེ་ཕར་བཤིག། ཨ་ནི་དགོན་པ་ནས་སྤིད་པ་ཡིན་ཟེར་མ། ཞིབ་ཏུ་སོང། ལམ་བར་དང་ལྷ་སར་ཕེབས་ནས་ཀྱང་ད་དེ། ལྕང་སྐྱ་རོལ་པའི་དོར་ཞིག་བཟུང་དགོས་པ་རེད། ལམ་བར་དང་ལྷ་སར་ཕེབས་ནས་ཀྱང་ད་རེས་དགའ་ལྡན་དུ་སྡོད་རིང་གཞན་དང་མི་འདྲ་བ་ཞིག་བྱུང་ཞེས་ཡང་ཡང་གསུངས་པས་དེ་ལ་དཔག་ན་གང་གཏན་དུ་དག་པའི་རྣམ་རོལ་ཁྱད་པར་ཅན་མང་དུ་འབྱུང་བ་འདྲ་ཡང་དངོས་སུ་གསུངས་པ་མ་ཐོས་སོ། ཨ་ཏི། རྣམ་དག་སྟེ་ལྕང་སྐྱ་རོལ་པའི་རྡོ་རྗེ་རྣམ་དག། ལྕང་སྐྱ་རོལ་པའི་རྡོ་རྗེ། ལོ་རྒྱུས་མ་གསུངས་དེ་ཡག་གི། ག་སོ་བླ་མ་དེ། ཁྲི་ཆེན་ངག་འཕྱོང་སྟེ། ལོ་རྒྱུས་དེ་མ་བྲིས་མཁན་དེ། ཐུགས་ཡོན་ཆོས་ཀྱི་ཉི་མ། གང་དག་རིགས་དབུ་དགེ་ལུགས་པའི། བསྟན་འཛིན་གྱི་སྐྱེས་བུའི་ནང་ནས་དངོས་གནས་དྲང་གནས་ཀྱི་ཞིག་དང་བསྟན་པ་ལ་ཡང་ཕྱག་རྗེས་ཆེན་པོ་ཡོད་འདོད་པ་དེ་བས་ཚད་ཐུབ་ཀྱི་སྐྱེས་བུ་རྩོད་མེད་ཡོངས་སུ་གྲགས་པ། དགེ་ལུགས་རྐྱང་རྐྱང་སྣང་ངན། དེ་འདྲའི་ཅིག་གིས་ད་བླ་མ་ཡབ་སྲས་གསུམ་གྱི་ཐང་ནས་ད་མ་ཐང་གྲུ་དང་སོ་ནས་རྒྱབ་བཤད་པ་ཅིག་རེད་འདོད་ཡོད་རེད། ངས་བསམ་སྟངས་དྲན་རྒྱས་བྱས་ནས་བཤད་པ་ཡོད་མ་རེད། གནས་གཞུང་གི་ལབ་བཤད་པ་ལ་ཡང་ངས་ཨམ་ཅོག་སྒྲོག་བཞིན་ལབ་བཤད་པ་ཡིན་མ་རེད་འདི་གི་དེ་མི་དོ་མ་འགུལ་ཁོང་གི་གནས་ཚུལ་རེད། ད་དེ་འདྲ་ཡིན་དུས་ང་རང་ཨང་རེད། དེ་འདྲ་སོང་བ་ཡིན་དུས་ཨང་ད་ཕྱིས་སུ་སྔར་ཡིན་ན་དོལ་རྒྱལ་ཅན་ལ་ཡང་དོལ་རྒྱལ་དོལ་རྒྱལ་ཟེར་དུས་ཡོད་རེད། ཨན་དང་རྒྱལ་ཆེན་དང་གཞུང་བསྟེན་ཟེར་ཡ་མ་རེད། ཡིན་ནའི་ཅིག་འཇམ་མགོན་རྒྱལ་བའི་བསྟན་སྲུང་ཟེར་ཡ་དེ་ཕྱིས་སུ་ཕྱིས་སུ་ད་མིང་དུ་གྲགས་ཞེས་པ་ཞིག་མ་གཏོགས་དེ་སྔ་ཡོད་པའི་མིང་ཞིག་མ་རེད། དྲེགས་པ་སྐྱེས་མཆོག་གི་གཞུང་ལ། རྒྱལ་པོ་ཀོང་ཡེ་ནས་འདྲ་འདུག་མང་པོ་ཅིག་མ་སྐྱེས་ཡོད་འདུག། མངའ་གསོལ་དང། བསྐང་བ་དང་དེ་འདྲ་གི་ནང་ལོགས་ལ་ཡ།

ཡག་ཧོང་གིས་མཚན་པ། ངོ་བོ་འཇམ་པའི་གཤིན་རྗེ་ཞེས། རྣམ་པ་འཇམ་མགོན་རྒྱལ་བའི་བསྟན་སྲུང་ཞེས་ནི། མགོའི་མངོན་རྟོགས་ཕོ་རག་སྐྱེས་ཆགས་གདུགས་སུ་འདུག། ཐལ་དྲགས་པ་རེད་བཤད་འདི་ཧ་ཅང་ཐལ་དྲགས་པ་རེད། འོ་ན་འདི་ནི་བླ་མ་སྐྱེས་བུ་དམ་པ་ཀྱིས་ཕ་བོང་གིས་བསྲུང་བར་བ། ཨ་ནི་བླ་མ་བསམ་གྱིས་མི་ཁྱབ་པ་མ་རེད་པས་ལབ་ན་ཨོ་དེ་དེ་དེ་ཁྱབ་པ་མ་བྱུང་གི་ལན་ཞུ་རྒྱུ་རེད་ཤག་བླ་མ་བསམ་གྱིས་མི་ཁྱབ་པ་རེད། རེད་དེ་ཡིན་ནའི་རེད་བ་ད་འདི་ཀློང་རྡོལ་བླ་མ་རིན་པོ་ཆེ་གིས་ཕལ་ཆེར་གསང་སྔགས་མིང་གི་རྣམ་གྲངས་ཡིན་པ་ཡོད། གཅིག་ནང་ལོགས་ལ་ཡང་ནི། དབང་བསྐུར་བའི་དཀྱིལ་འཁོར་གྱི་རྣམ་བཞག་མ་གསུངས་ཡོད་འདུག་བློས་བསླངས་ཀྱི་དཀྱིལ་འཁོར་བུམ་དབང་བསྐུར་སའི་དཀྱིལ་འཁོར་གྱི་གྲལ་ལ་ཡང་བློས་བསླངས་ཀྱི་དཀྱིལ་འཁོར་མ་དྲངས་ཞེས་པ་གཅིག། བླ་མ་གོང་མ་སུ་ཡིན་ན་གཅིག་གསུངས་ཞེས་པ་གཅིག་ལ་ཡང་ནི། ཀློང་རྡོལ་བླ་མ་རིན་པོ་ཆེ་གིས་དེ་ནི་རྟོགས་པ་མཐོན་པོའི་ཧང་རྒྱག་སྟེ་ཟེར་འདུག་བ། བྱས་ཙང་ཀ་འདི་ཡང་ན། དེ་བཞིན་ཕ་བོང་ཁ། བདེ་ཆེན་སྙིང་པོ་བསམ་བླ་མ་བླ་མ་བསམ་གྱིས་མི་ཁྱབ་པ་རེད་ཡིན་ནའི་རྒྱལ་ཆེན་སྐོར་ལ་གསུང་སྟངས་འདི་ཚོ་འཕྲལ་དེ་ཞེ་ས་མ་ཞུས་ན་ད་རྟོགས་པ་མཐོན་པོའི་ཧང་རྒྱག་རེད། རིན་པོ་ཆེ་ཁོ་རང་སྔོན་ལ་ཚད་ལོངས་རེད། རིན་པོ་ཆེ་ཁོ་རང་རྟོགས་པ་མཐོན་པོ་རེད། རྟོགས་པ་མཐོན་པོ་ཁོ་རང་གིས་དྲེགས་པ་འདི་འདྲ་བསྟན་པ་ལ། དེ་ཡང་ཁོ་གནས་ཚུལ་ཁ་ཁ་རེད། ཡིན་ནའི་ད་ག་ཟེར་གྱི་ཅིག་ཆེ་བསྟོད་དག་ཅིག་གནང་ཡ་དེ་ཕྲན་བུ་ཅིག་ཧང་རྒྱག་གནང་ཤེས་པ་ཅིག་ལྟ་དེ་ཕལ་ཆེར་ངས་ཞུས་ཆོག་གི་རེད་བསམ་དྲན་གི། ལྟ་དེ་དམངས་ཁུལ་ཅིག་གི་གནས་ཚུལ་ཕྱོགས་གཏོགས་ནས་ཞུས་པ་ཡིན་ན་ཕལ་ཆེར་དེ་ཞུས་ཆོག་གི་རེད་བསམ་དྲན་གི། དེ་ནས་ད། ཁུངས་དྲང་ཡང་རྒྱུ་མཚན་གཙོ་བོ་གཅིག་སྟེ། སྲོག་གཏད་ཀྱི་རྒྱུན་ཏེ། ལྟག་སྐུ། པདྨ་འབར་འཛག། ལྟ་བུ་བསམ་གྱིས་མི་ཁྱབ་པ་ཅིག། འདི་ལ་དག་སྣང་འབྱུང་བ་ཅིག་བྱ་སྟེ། ཡིན་ནའི་ལྟ་འདི་ལུས་རྒྱུད་ཞིབ་ཏུ་མ་གཏོགས་བསམ་བློ་བཏང་བ་ཡིན་ན། ཕལ་ཆེར་ཁྱེད་ཀྱི་ཕ་བོང་ཁར་མི་ཆེ། ཆུང་ཆུང། འདི་ནི་དོལ་རྒྱལ་འབྲེལ་བ་ཅི་ཡོད་པ་བྱས་ནི་དེ་འདྲའི་གི་ཐག་ནས་བྱས་ནི་ཨེ་ནི། ཕལ་ཆེར་དེ། ལྟ་བུ་དཔལ་མོ་བ་འཛ་ལ་ཡ། ཡ་ཕལ་ཆེར་ཅིག་ཞུ་གུ་ནན་པོ་ཞིག་གནང་མེད་འགྲོ་བསམ་པ་ཞིག་དེ་ང་ཚོ་ཞིབ་འཇུག་བྱ་བ་རེད་ཤག། ས་དེ་འདྲའི་ཅིག་གི་ད་ཞུ་གུ་ནན་པོ་གནང་ནི། ཡོང་དུས་བཙལ་ནི་ཨེ་ནི་ལྟ་བུ་རིན་པོ་ཆེའི་ཐུགས་གཤིས་ཀ་དེ་ང་ཚོ་ལྷ་སྲིན་རྡོ་ཆག་ནང་བཞིན་བྱས་ནི་ཐུགས་གཤིས་པོ་ཞིག་ཐུགས་བཟང་པོ་ཅིག་རེད་ཤག། དེ་འདྲའི་གི་ཐོག་ནས་ཨེ་འདའ། ཡོང་སྲིད་པ་རེད། དེ་ཡིན་པའི་རྒྱུ་མཚན་གཅིག་སྟེ། གླེང་སློང་ཞིག་ང་གསུང་གི་ཡོད། སྟག་བུ་པད་མ་བང་རྩ། བདག་ཉིད་ཆེན་པོ་དེའི་གསུང་གི་ནང་ལོགས་ལ་བོན་ཆོས་ཁ་ཤས་ཁ་ཤས་ཡོད་རེད། བོན་པོའི་ཆོས། དེ་ཡོད་དེ། བླ་མ་རྡོ་རྗེ་འཆང་གིས་ཕག་མོ་མཁའ་རུ་ཆེ་ཨེ་ནི་སྐབས་གཅིག་ལྟ་བུ་རྡོ་རྗེ་འཆང་གིས་ཨེ་ནི་ངས་བརྩམས་བྲིས་འདི་འདི་ཞུ་དག་གཏོང་ཟེར་ནས་བཀའ་གནང་བྱུང། ཨེ་ནི་ཞུ་དག་གཏོང་ས་བཀའ་གནང་པའི་ཁ་ཐུག་ལ་ཨེ་ནི་ཀྱེ་ཞེས་ཕག་མོ་མཁའ་རུ་ཆེ་གིས་ཞུ་དག་བཏང་གནང་བྱས་དེའི་ནང་ལ་ཡ་བོན་ཆོས་ཡོད་པ་དེ་ཚང་མ་ལ་སྟོན་པ་ཡིན། ལྟ་བུ་རྡོ་རྗེ་འཆང་ལ་ཡ

ད་འདི། བླ་མའི་ཐུགས་གཤིས་ཀ་འདི། འདི་བསྟན་ཡོང་གི་ཡོད་རེད། ད་འདི་སོང་བ་འདི་ས་ནི་ཕལ་ཆེར་འདི་མ་གཏོགས་ཟབ་ནས་བསྟན་ན། དེ་བཞིན་བདེ་བར་གཤེགས་པ་ཀྱི་ཕ་བོང་དཀར་པོ་ཆེ་གིས་ཕལ་ཆེར་ཡང། ནན་ཞུ་གནང་བྱས་དེ་འདྲའི་གི་ཐོག་ནས་ཕལ་ཆེར་ད་ཐང་ནང་གི་རྒྱུན་འདི་བྱུང་མེད་འགྲོ་སོགས་བསྡད་དེ། ད་འདིར་སོང་བ་ཡིན་དུས། གང་ལྟར། ངས་མ་ངས་འདི་གནས་ཆུང་ནས་དོགས་གཅོད་བྱས་མྱོང། དོགས་གཞི་ཞིབ་ཚགས་ནི། འདི་ནི་བར་གཞག་གི་དབང་གིས་ཡིན། བར་གཞག་དབང་གིས་ཡོང་བ་མི་སྲིད་པ་མེད་བཤད་ནས་ཆོས་འདི་ཅིག་གསུངས། ཆོས་འདི་དུས་ད་གང་དྲག་གང་ཡིན་ནས་མེད་ནས་རྩ་བའི་དོལ་རྒྱལ་གྱི་འགྲོ་སྟངས་ལ་གོ་ཐུག་ཞིག་ཆགས་ཡོང་དུས་ད་འདི་བདེ་བོ་ཁེལ་ཡོད་མ་རེད། ཨེ་ནི་ལར་ནས་ང་རང་ཚོ་ནང་པའི་ཆོས་ཀྱི་ནང་ལོགས་ལ་ལྷ་བསྟན་དང་ག་འདྲ་ཞིག་རེད་ལབ་ན།

ཨེ་ནས། ང་རང་ཚོ་ཐེག་པ་ཆེན་པོའི་ཆོས་ཉམས་ལེན་བྱེད་མཁན། མདོར་ན་ཤེས་རབ་ཀྱི་བར་དོ་འབྱིན་པའི་གཞུང་ཉམས་ལེན་བྱེད་མཁན་ཚོས་ང་རང་ཚོ་མངོན་རྟོགས་ཀྱི་ནང་ལོགས་ལ་ཡ། ཨེ་ནས། མཐར་གྱིས་སྦྱོར་བ་བཤད་ཡིན་དུས་རྩ་ནས་རྗེས་དྲན་ཕྲུ་གུ་ནང་ལོགས་ལ་ལྷ་རྗེས་སུ་དྲན་པ་ཟེར་ཡ་གཅིག་ཡོད་པ། ཧོ། ལྷ་རྗེས་སུ་དྲན་པ་ཟེར་ཡ་དེ་ལ་ལྷ་དཔང་པོའི་ཚུལ་དུ་བྱས་ནས་ལྷ་བསྟེན་ཡ་ཞིག་འདུག་ག། དེ་འདྲས་ཡིན་དུས་ང་རང་ཚོ་ཕྱིས་སུ་རྒྱ་གར་དགའ་ན་ན་ལེན་དྲ་ལ་སོགས་པ་ཅིག་གཙུག་ལག་ཁང། བཤད་གྲྭ་ཆེན་པོ་དེ་ཚོའི་ནང་ལོགས་ནས། དེ་ཚོའི་ནང་ལོགས་ནས་སྒྲོལ་མའི་སྐུ་དང་སྤྱན་རས་གཟིགས་ཀྱི་སྐུ་དེ་འདྲས་ཐོན་ཡ་འདུག་ག། ཨོ་ད་དེ་ཡིན་ཏེ། ང་ཚོས་ཤི་གཅིན་གྱི་ཉམས་ལེན་བྱས་ཡོད་ཟེར་ན་ལྷ་སྤང་པོའི་ཚུལ་དུ་བྱས་ནས་རྗེས་དྲན་ཕྲུ་གུ་ནང་གི་ལྷ་རྗེས་སུ་དྲན་པའི་ནང་ལོགས་ལ་ཡང་ལྷ་སྤང་པོའི་ཚུལ་དུ་བྱས་ནས་བསྟན་ཡག་ཅིག་ཡོང་གི་ཡོད་ས་རེད། ད། དེ་ནས་སྔགས་ཀྱི་ནང་ལོགས་ལ་ཡང། གང་ཟག་རང་ཉིད། ཨེ་ནས་ལྷ་ཡི་ང་རྒྱལ་དང་གསལ་སྣང། བྱས་ནས་དེ་འདྲའི་གི་ཐོག་ནས། ད་སང་རེ་ཤིག་ཚོགས་སྒྲུབ་ཡ་ཅེས་གསུང་གི་ཡོད་པ་ཡིན་དུས་ཙང་ནས་ཨོ་ད་དེ་དང་འབྲེལ་ནས་ཨེ་ནི་དཀྱིལ་འཁོར་གྱི་ནང་ལོགས་ལ་ཡ་ལྷ་འདྲ་མི་འདྲ་མང་པོ་ཡོང་དེ་ཡ་དང་ཨེ་ནི་དྲེགས་པ་དེ་ཚོ་དྲེགས་བཀའ་སྲུང་གི་ཚུལ་ལ་ཡོང་དེ་ཡ་ཅེས་ཨེ་ནི་ཡོང་གི་ཡོད་རེད་འདུག་ཟེར་ནས་ཡོང་གི་ཡོད་རེད་མ་གཏོགས་ནང་པའི་ཆོས་སྤྱིའི་འགྲོ་སྟངས་ཀྱི་ཐོག་ནས་ཡོང་སྟངས་ལ་གོ་ལྡོག་ཟེར་རེད་གང་ལྟར་སྔགས་དང་འབྲེལ་ནས་ལྷ་སྲུང་མང་པོ་ཞིག་ཡོང་དེ་ཡ་དེ་ཕལ་ཆེར་འདི་ཡིན་ཟེར་རེད